ལགས་སོ་ཨ་ནི་ཚང་མ་ལོག་བཀྲ་ཤིས་ལེ། ད་རིང་ང་ཚོ་དེ་བོད་མི་སྒྲིག་འཛུགས་ཀྱི་ལས་བྱེད་ཟུར་བ་རྣམ་པ་དང་ཨ་ནི་སྨན་རྩིས་ཁང་དང་སྐུ་སྲུང་ཟུར་བ་རྣམ་པ་ཀྱིས་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡར་བརྟན་བཞུགས་གཏམ་འབུལ་ཞུ་ཡ་གི་གོ་བབ་དང་སྟབས་བསྟུན་ནི་ཨ་ནི་ད་ལྟ་ང་ཚོ་ལས་ཐོག་བོད་མི་སྒྲིག་འཛུགས་ཀྱི་བཀའ་ཤག་དང་ཨ་ནི་འཛིན་སྐྱོང་གི་ངོས་ནས། གཞུང་ཞབས་ཟུར་བ་ལྷན་རྒྱས་ལས་ཡང་ཆེ་བསྟོད་ཀྱི་ཚུལ་དུ་ད་རིང་བརྟན་བཞུགས་འདུག་གྲུབ་པ་དང་ལྷན་ཁང་ཁག་ལ་མ་གཟིགས་སྐོར་ཕེབས་ཡ་དང། ཁ་ཤས་ཡང་རྒྱུན་རིང་པོ་ཅིག་ཕེབས་མེད་པས་སོང་ཙང་ང་ཚོའི་ཕྱིའི་རྣམ་པ་ཐོ་ནས་འགྱུར་བ་འགྲོ་ཆེད་ག་ལ་གང་འཚམ་ཕྱིན་བསྡད་ཡོད་རེད་དེ་ཡིན་དུས་ཡང་རྣམ་པ་ཚོ་ཕར་ཚུར་གཟིགས་སྐོར་ཕེབས་དགོས་ཡ་དེ་འདྲས་ཡོད་པ་ཡིན་ན་ལྷན་ཁང་སོ་སོ་སོ་ལ་བག་ཅར་ཡག་གི་འདུག་ཅེས་བཟོས་པ་རེད་ཉིན་གུང་ཞལ་ལག་དེ། ད་ལྟའི་དུས་ཚོད་ལ་ང་ཚོ་སྤྱི་ཐབ་ལ་ཞལ་ལག་རྒྱུན་ལྡན་ནས་ག་རེ་བཏང་གི་ཡོད་པ་དེ་གའི་ཐག་རང་ད་ནི་ལས་བྱེད་ཟུར་པ་ཚོ་ཡིན་ནས་ཐག་རང་ཅིག་ཞལ་གོ་སྐབས་བྱུང་ན། གོང་འོག་དེ་ཆུང་བ་འདུག་གོང་འོག་ཆུང་བ་ཞེས་ནི་ཉམས་མྱོང་ཅི་ཡོད་བསགས་རྣམ་པ་ཚོ་སྔས་མ་དགུ་མོ་ལྔ་བཅུ་བཅོ་ལྔ་ད་ག་ཤེད་ཀོང་སྐྱེ་ས་ལང་ཁོང་ཚོའི་སྐབས་ལ་ད་གོང་མཁས་པོ་ཞོ་བྱུར་བ་དེ་དུས་སྤྱི་ཐབ། གཉིས་དང་ལྔ་བཅུས་སྨད་འགྲོ། དགོང་མོ་གཉིས་དང་དཔེ་ཆ་ལྔ་བཅུ། དགོང་མོ་དགོང་མོ་གཉིས་དང་དཔེ་ཆ་ལྔ་བཅུ་ནས་འགོ་བཙུགས་རྗེས་ད་ད་ལྟ་ལོ་མང་པོ་གཅིག་གི་རྗེས་ལ་ཡང་ད་དགོང་མོ་སུམ་བཅུ་ཆགས་བསྡད་ཡོད་རེད། ད་ནི་དགོང་མོ་སུམ་བཅུ་ཡིན་པ་ཡིན་ནའི་ད་འདོད་ང་ཚོ་དཔལ་འབྱོར་ལས་ཁུངས་ནས་འབུམ་བཅུ་བཅོ་ལྔ་ཅིག་འཕར་མ་བཏང་དགོས་སྐོར་ད་འགྲོ་སོང་གཏོགས་བྱས་དེ་མ་གཏོགས་ད་རིང་མང་པོ་ཅིག་བཀའ་འདྲི་གནང་གི་འདུག་ཞལ་ལག་ནམ་རྒྱུན་འདི་ནས་དངོས་གནས་ད་ག་རང་རེད་བས་ཟེར་ནས་གསུང་གི་འདུག་ད་ག་རང་རེད་ཟེར་ནས་ཞུ་ཡ་ཡིན། ལྟས་ཤིག་དམིགས་བསལ་ཡོད་འགྲོ་ད་ལྟ་བ་སི་པན་དང་ལྟ་བ་གཅིག་གིས། དེ་འདྲའི་ལྟས་དམིགས་བསལ་ཡོད་ན་མ་མཐའ་ཡིན་རྒྱུན་ལྡན་བཏང་ཡང་དག་ལངས་རེད། འདི་མཉེས་པོ་བྱུང་ཡོད་ཤག་རེད་བཞིན་ནས་ཞུ་བ་དང། ཨ་ནི། ད་ལྟ་ང་ཚོ་དེའི་ཆུ་ཚོད་གཅིག་དེ་ཕྱེད་ཀ་ཞིག་སྐུ་ངོ་རྣམ་པ་རྒྱས་མཉམ་དུ་གཅིག་ཞུས་ན་བསམ་སྟེ། ཨ་ནི་སྐུ་ངོ་ག་ཤེད་ནི་དཔེ་མི་སྲིད་ཀི་ཐུགས་གཙང་གནང་གི་འདུག་དེང་ཆ་གང་ལ་ཡང་ཕེ་ཡ་ལ། རྒྱུ་མཚན་སྣ་ཚོགས་གསུང་གི་འདུག་འདི་ད་ཐུགས་ཁྱད་མི་འདུག་དེ་ཡིན་དུས་ད་རིང་ང་ཚོ་དེ་གཞུང་ཞབས་ཟུར་པ་རྣམ་པ་ཚོ་ལ་ཡ་ད་ང་ཚོ་ད་ལྟ་ལས་ཐོག་ངོས་ནས་རེད་ཨ་ནི་བོད་ཕྱི་ནང་གཉིས་ཀྱི་རྒྱ་ཆེ་མི་མང་གི་ངོས་ནས་རེད་ང་ཚོ་བཀའ་ཤག་སྐབས་བཅུ་དྲུག་ངོས་དང་འཛིན་སྐྱོང། ཚང་མའི་ངོས་ནས། ད་ད་ལྟ་བར་དུ་ང་ཚོ་སྒྲིག་འཛུགས་ཧྲག་ཏག་ཏག་དེ་གའི་དེ་ཡོང་ཐུ་ཡས་དེ། གཙོ་བོ་དེ་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ཡང་གཅིག་ལ་བརྟེན་ནས་རེད་ཨན་དང་ནང་བཞིན་བྱས་ནས། ད་བོད་ནང་ལ་ཡོད་མཁན་བོད་མི་ཚོ་གི། ཨན་སོ་སོའི་སོ་ཡན་ཆད་བློས་བཏང་བྱས་ཨ་ནི། ག་ས་བ་རེད་ད། ལྷག་བསམ། ཟོལ་མེད་སྒོ་ནས་ཕྱག་ལས་གནང་བསྡད་ཀྱི་ཡོད་པ་དེ་ཚོ་ལ་བརྟེན་ནས་ཡོང་གི་ཡོད་པ་དང་ཨ་ནི་ད་ལྟ་བར་དུ་ད་ང་ཚོ་སྒྲིག་འཛུགས་འདུག་ཟེར་ནས་ཧྲ་ཏག་ཏག་ཡོང་ཡ་དེ་རྣམ་པ་ཚོས་ཀྱིས་ད་ལོ་མང་པོ་ཅིག་བོད་མི་སྒྲིག་འཛུགས་ནང་ལ་ཕྱག་ལས་གནང་སྐུ་ལས་སྐྱོན་ལ་བརྟེན་ནས་བྱུང་ཡོད་པས་སོང་ཙང་ཨ་ནི་ད་རིང་ང་ཚོ་ཚང་མས་ཚབ་ཞུས་བྱས་ཨ་ནི་རྣམ་པ་ཚོས་ལ་ཡང་སྙིང་ཐག་པ་ནས། ཐུགས་རྗེ་ཆེ་ཞེས་ཞུ་བ་ཡིན། ད་ད་ལྟའི་བཀའ་ཤག་གི་ལས་ཀ་བྱེད་སྟངས་སྐོར་ལ་ནི་ངས་མང་པོ་ཞིག་ད་ཞུ་གི་མེད། ང་ཚོ་དེ་ན་ནིང་ཉིས་སྟོང་ཉི་ས་གསུམ་གྱི་ཕྱི་ཟླ་བཞི་པའི་ཚེས་གཅིག་བཅུ་ཉིན་མོ་དེ་ལ་ཡང་ཨ་ནི་མ་འོངས་བོད་ཀྱི་འགན་སྲུང་ཞེས་དབྱིན་ཇིའི་ནང་ལ Securing Tibet's Future ལ་ནི་ཡིག་ཐོག་ནས་ཨ་ནི་བཀའ་ཤག་གི་ཆབ་སྲིད་ཀྱི་ཐོག་ལ་ཡིན་ནའི་འདྲ་འདུག་སྤྱི་ཚོགས་བདེ་དོན་གྱི་ཐོག་ལས་ཡིན་པ་ཡིན་ནའི་འདྲ་འདུག་ཨ་ནི་འཛིན་སྐྱོང་གི་ལས་དོན་གང་ལས་ཡིན་པ་ཡིན་ནའི་དེའི་སྒང་ལ་ཡང་ཁ་ཕྱོགས་ག་འདྲས་ཀྱི་སྒང་ལ་འགྲོ་གི་ཡོད་མེད་འདི་ཆ་ཚང་གཅིག་དེའི་ནང་ལ་ཡང་ད་བཀོད་བཞག་ཡོད་ཨ་ནི། ཐུགས་སྣང་གནང་མཁན་བྱུང་ཡོད་ན་ནི་ཆ་ཚང་གཟིགས་ཡོད་རེད་ད་ལྟ་བར་དུ་ཐུགས་སྣང་གནང་ཡ་བྱུང་མེད་པ་ཡིན་ན་ཕལ་ཆེར་ཕྱག་དེབ་དེ་ད་རིང་གཅིག་གཞུང་ཞབས་ཟུར་བ་ཚོ་ལ་མ་བཀྲམས་གནང་རོགས་བྱེད་ཕྱིན་ནས་གཅིག་ཞུས་ཡོད་ཨ་ནི་དེ་གས་དེ་ཐུགས་ཞིབ་གནང་རོགས་གནང་ཐུགས་གཞིགས་གནང་པའི་ཐོག་ནས་ཡང་འདི་ལ་ཡ་གཅིག་སྣོན་འཕྲི་སྤོར་གཅོག་བྱེད་དགོས་ཡ་དེ་འདྲས་ཡར་རྒྱས་གཏང་དགོས་ཡ་དེ་འདྲས་ཡོད་པ་ཡིན་ན། རྣམ་པ་ཚོའི་ཉམས་མྱོང་ལ་གཞི་བཅོལ་ནས་ང་ཚོ་དགོངས་ཚུལ་གསུངས་པ་ཡིན་ན་ཡང་ང་ཚོའི་གནས་སྟངས་དང་ཅིག་ལས་དོན་ག་ཚོད་ད་དངོས་ཡོད་གནས་སྟངས་ལ་གཞི་བཞག་ནས་བྱེད་ཐུབ་མིན་དེ་ཚོ་དཔྱད་པ་བྱས་རྗེས་ལག་བསྟར་བྱེད་ཡག་གི་ཕྱོགས་ལ་ཡང་འགྲོ་ཡ་ལ་ཐུགས་ཕན་ཞུ་མོ་བ་བྱས་ནས་འདི་བརྗོད་ཞུས་པ་རེད་ད་སྙིང་བསྡུས་སྒྲུབ་བརྗོད་ཞུས་པ་ཡིན་ན། ད་ད་ལྟ་གྲུབ་འབྲས་འདྲ་བོ་ཅིག་ཕྲན་བུ་ཕྲན་བུ་ཅིག་ཐོན་ཡག་གི་སྒོ་རེ་བཙུགས་ཡོང་གི་འདུག་དེ་ཡིན་དུས་འདི་བྱུང་བ་འདི་ག་ཚང་མ་ལོག་ང་ཚོ་བཀའ་ཤག་སྤྱི་ཁོག་གི་འཇོན་ཤ་བ་རྩ་བ་ཉིད་ནས་མ་རེད། ཚང་མ་ལོག་ཕྱི་རུ་མཉམ་འདེགས་བྱེད་པའི་ཐོག་ནས་ས་གནས་མི་མང་དངོས་གནས་རེད་ཞུ་གཏུག་བྱེད་མཁན་དངོས་གནས་རེད་བོད་དོན་རྒྱབ་སྐྱོར་བྱེད་མཁན་དངོས་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་བོད་རིགས་ཚོགས་པ། གྲོས་ཚོགས་ནང་ལ་ཡོད་ངེས་ཀྱི་གྲོས་ཚོགས་འཐུས་མི་ཁོ་རང་ཚོའི་རྐང་འགན་གཞན་ནི་ད་ང་ཚོ་གྲུབ་འབྲས་དེ་སྟེ་ཐོན་ཡག་གི་ད་ལྟ་ལང་ཀ་ཞིག་དང་ཁ་ཕྱོགས་ཞིག་གང་ལ་འགྲོ་བསྡད་ཀྱི་ཡོད་རེད། ཨ་རིའི་ནང་ལ་ཁྲིམས་འཆར་འགྲོ་བསྡད་ཡ་དེ་ཡིན་པ་ཡིན་ནའི། གཅིག་བྱས་ན། ད་ལྟ་ཨ་རིའི་གྲོས་ཚོགས་འཐུས་མི་ཟུར་ཚུགས་མ་ཕེབས་ཀྱི་སྔོན་ནས་སྲིད་འཛིན་གྱི་མཚན་རྟགས་ཀྱང་བསྐྱོན་ཐུབ་ཡ་གི་ང་ཚོར་རེ་བ་ཅིག་འདུག་ཞེས་ཞུ་དེ་གོ་མཐའ་གཅིག་ཏུ་ང་ཚོ་ཞུ་ཤིང་མ་རེད། དེ་ཡིན་དུས་དེ་འདྲས་ཅིག་བྱུང་བ་ཡིན་ན་ཨོན་ཁྲང་སི་དེ

ར། འདིས་གསུངས་པའི་ཐོག་ནས་ད་ལྟ། ལས་བྱེད་ལས་ཐོག་དེ་ག་དེ་ལ་ཡང་སེམས་ཤུགས་བག་ཡག་གི་རྒྱུ་གྲུབ་པ་ཞིག་ག་རེ་བསྐྲུན་ཐུབ་ས་རེད། དེ་འདྲའི་ཅིག་རེད་ཡང་ཅིག་དེ་འདྲའི་ཅིག་གྲུབ་ན་བསམ་ས་དེ་གྲུབ་ཐུབ་མ་སོང་གསུངས་དགོངས་ཡས་དེ་འདྲའི་ད་གདོང་ལེན་ཆེན་པོ་བྱེད་དགོས་ཡས་དེ་འདྲའི་གི་གནད་དོན་དེ་འདྲའི་ཡོད་པ་ཡིན་ནས་གསུངས་ནས་འགྲིག་གི་འདུག་ཨ་ནི་ཅིག་དེ་ད་དེའི་ཕྱག་ལས་གནང་དུས་ལོ་ཉི་ཤུ་སུམ་ཅུ་བཞི་བཅུ་ཕྱག་ལས་གནང་ཡོད་རེད་དེའི་རིང་ག་ལ་ཡས་ག་དུས་ནས་གཅིག་ལས་ཁུངས་སོ་སོ་སོའི་ནང་ལོགས་ལ་ཡིན་ནའི་རེད་བོད་མིའི་སྒྲིག་འཛུགས་ཀྱི་དཀྱིལ་འཁོར་ནང་ལོགས་ལ་ཡིན་པ་ཡིན་ནའི་རེད། གཅིག་དགོད་གཏམ་དེ་འདྲའི་ཡོང་བསྡད་ཀྱི་ཡོད་རེད་པ་ཆོབ་ལང་ཡང་དེ་འདྲའི་ཏན་ཏན་ཡོང་བསྡད་ཀྱི་ཡོད་རེད་དེ་འདྲའི་གཅིག་ཡང་དེ་འདྲའི་གཅིག་གསུངས་ཐུབ་པ་ཡིན་ན་ད་རིང་ང་ཚོ་བལྟས་བལྟས་ཚེ་ཡང་རྒད་མོ་འདྲ་ཤོག་བྱས་བསྡད་གོ་བབ་འདྲ་ཅིག་ཡོང་གི་མི་འགྲོ་བསམ་བྱས། ཨ་ངས་འདི་ནས་མ། ད་ནི་ཁོང་སྐལ་བཟང་ཡན་གྱིས་ལ་དྭགས་ནས་མང་པོ་ལོ་རྒྱུས་ནང་ལ་མ་བལྟས་ཆེད་བཞུགས་ནས། བསྟན་ནི་ད་དེ་ནས་བྱས་ནས་ཞབས་ཞུ་ཞུས་ཡིན་ད་ང་དེ་དུས་དེ་དམ་ས་ཆོས་དུས་བོད་མའི་ཞབས་ཞུ་གཞུང་ཞབས་མི་འདུག་བྱས་ཙང་ད་ང་བསྡད་ས་དེའི་དཀའ་ངལ་ཞིག་འཕྲད་བྱས་ད་ད་མུ་ཏི་མ་ཧོལ་ཕིག་གིས་ང་ཚོའི་ལས་ཁུངས་ཁག་གཡོར་བ་བྱས་བྱས་ད་ང་ཉལ་སར་དེའི་ཕོ་སྒང་བསོད་ན་ཤ་ཕོ་སྒང་ཁང་མིག་ཆུང་ཆུང་ཞིག་ན་ཉལ་བྱས། སློབ་དཔོན་གྱི་དེབ་རེད་དེ་ནི་ད་ཐམ་མཐའ་འདོམས་རེད་དེ་འདི་རིགས་ད་རྣམ་པ་ཚོ་མཁྱེན་གྱི་རེད་དབྱིན་ཇི་སྐད་མཁྱེན་ཉོབ་དཀོན་པོ་ཞུ་ཤོག་རེད་ནི་ཕྱག་ལས་གནང་ཡག་མང་ཤེས་ད་དབྱིན་ཇི་སྐད་ལ་ཡག་དབྱིན་ཇི་ཐོག་ལ་ཡག་གནང་དགོས་མགོར་པ་ཤེས་ཙང་འདི་ཇི་དུས་ཙམ་ནས་ཨན་ཕག་ཆོས་ཚུལ་ཅན་གྱི་ནང་སྲིད་ལས་ཁུངས་ལས་བྱ་ལས་ཁུངས་ནང་སྲིད་ལས་བྱེད་རེད་དེ་ཡང་དགོན་བདག་ཁག་ཚུལ་ཕོ་སངས་སྨྱོན་ལྷ་བྱམས་དམ་པ་ཚེ་རིང་འབྲོམ་ལགས

འུ་ཚོའི་རེད་ཨ་ནི་ང་ཚོ་བོད་ས་ཁང་ལོ་རེ་ག་སོར་མཛད་སྒོ་ཞིག་གནང་དགོས་རེད་དེ་གནང་དུས་ཟེར་ན་ཨ་ནི་སུད་སི་དང་ད་ཀོང་ཀྲོའི་ཕྱི་རྒྱལ་འདི་མང་པོ་ཕེབས་ཡོང་རེད་ཨ་ནི་གྲ་སྒྲིག་བྱས་རྗེས་ཕི་ཁེ་ཁ་སང་གཉའ་ཚང་ལ་ཡང་ཨ་མ་ཀ་འདའ་ལགས་ཞུས་ཉེ་ཞོར་རེད་དེ་གཉའ་ཚང་རྒྱལ་ཉེ་ཉེ་བྱས་ཁོ་རང་རྒྱབ་ར་མང་པོ་ཞུས་སུད་གནང་བྱས་དེ་དུས་ང་ཚོ་ལས་ཁུངས་སུ་དམིགས་བསལ་ཡོད་མ་རེད་ཕི་ཁེ་ཁ་མགོ་ཆེན་པོ་ཞོར་རེད་དེ་གནང་ལ་ཡང་གསོལ་ཅོག་མང་པོ་ལགས་དང་ད་གོ་གོ་པོ་ཞོར་རེད་དེ་གནང་ཉི་མའི་གོང་ལོ་ཕ་ལ་དང་ང་བྱས་ཨ་ནི་ལགས་ཞུས་མ་ཞོར་ད་ང་ཚོ་ད་ལས་བྱེད་བཞི་ལྔ་ཞོར་རེད་དེ་གས།

ར། གཞན་ད་ལས་ང་ཁོ་རང་ཡང་ཁ་སང་དམིགས་ཡུལ་དེ་ད་ང་ཚོའི་བྱེད་དགོས་ཡ་དེ་ཡིན་བསམ་སྟེ་དམིགས་སུ་ཁྱེར་ཏེ་དུས་ཐུང་གི་མལ་ནས་གཅིག་ཕར་ཚུར་ཆས་རྗེས་འབྲི་གྲུ་དང་དཔོན་བུ་སྔགས་འཆང་བཞག་ནས་སྤུག་སུ་ངལ་སེལ་ཉལ་ཁྲི་དང་གོ་བ་མ་རེད་ཨེ་ནུ་མ་མ་ཚོ་བི་ག་རིག་ངང་ཆིངས་ན་འདི་ཤིང་གི་ལོ་མ་རིང་པོ་ཞིག་ལྷག་ས་དེ་ཐང་ཤིང་གི

ཕི་ཏུ་ཛི་ནན་ཏི་ཀེ་ཡ་ནན་ལེ་ཤུའི་ཅིག་ཆའི་ཀྲུ་དུ་ཡན་ཕར་ཕར་ལེ་གུང་ལེ་ཤ་ཀྲུ་དུ་ང་ནི་རེར་ཏེ་ཏི་ཡང་ཤུའི་ས་འདི་མ་གཏད་དེ་དུས་སམ་ལོ་ན་ཅི་ཁར་སོན་ཐོན་གྱི་མེད་པས་ནི་ང་རང་ཚོ་སེམས་ཤུགས་ཀྱི་ཡོད་ན་ནི་ཏི་ལེ་སི་ཏི་ཀྱི་ཁ་ལ་ག་ཅི་ཀ་མི་ལེ་ནི་གང་ཙམ་ཡང་འགྲོ་ཐུབ་ཀྱི་སམ་ས་གི་སྤོ་བོ་ཅི་དང་ཡི་ཅི་དང་སོ་སོའི་འཚོ་བ་ཞིག་དེ་འདྲས་འདུག་ད་ཏི་ངའི་ཤུ་ཡ་དེ་རྣམས་ཚོ་ཡང་ཁ་སོ་ལེ་ད་ད་ཐོན་གྱི་ཡར་ཕྱིན་གནང་གི་ཡོད་མ་རེད་རྩ་བ་ནས་ཞུགས་མེད་འདུག་གནང་བར་གྱི་གང་ག

ཁོང་ཁོ་ཚོའི་མི་རབས་ཀྱི་ཕྱག་ལས་གནང་པའི་སྐབས་ལ་ང་ཚོའི་མི་རབས་དེ་གའི་དེ་ལྟར་བསླབ་གྲྭར་འགྲོ་བསྡད་ཡོད་ནས་མཐོ་སློབ་འགྲོ་བསྡད་ནས་དེ་འདྲའི་ཕྱིར་འགྲོ་བསྡད་ཡོད་རེད་བ། དེ་ཡིན་དུས་བསམ་པ་ཁོང་རྣམ་པ་ཚོས་ཀྱི་སྐབས་དེ་དུས་བཀའ་སློབ་གནང་བཞེས་མཁན་དེ་ཚོ་གིས་ང་ཚོའི་མི་རབས་ལ་སེམས་ཤུགས་བག་ཡས་ཀྱིས་ཆགས་བསྡད་ཡོད་རེད་ད། ད་ལྟ་ང་ཚོ་འགན་འཁྱེར་བསྡད་པའི་སྐབས་དེ་ལ་ཨ་ནི་མི་རབས་གསར་བ་ཚོ་ལ་ཡང་དེང་སང་ང་ཚོ་ཆེད་མངགས་གཞོན་སྐྱེས་ཚོ་ཟུར་དུ་འཚོགས་ཆེད་བཀའ་མོལ་ཞུ་བའི་སྐབས་ལ་ང་ཚོས་ཁོང་ཚོ་ལ་ཕ་སྐུལ་སློང་སྟབས་ཀར་འགྲོ་གི་ཡོད་རེད་དེ། ཨེ་ནི་གཞོན་སྐྱེས་ཚོས་ཀྱིས་ཡང་ཅིག་དོ་སྣང་སྤྲད་སྟངས་བྱས་ཡོང་དུས་བསམ་པ་ཁོང་ཚོས་ང་ཚོའི་ཚུགས་སེམས་ཤུགས་འཕར་ཡ་ལི་ཡ། ཨེ་ནི་རྒྱུ་རྗེས་ཆགས་ཡོང་གི་འདུག་དེ་ཡིན་དུས་བསམ་པ། ཨེ་ནི་མི་རབས་རྒན་པའི་ཚོས་ཀྱིས་ང་ཚོ་མི་རབས་གཞོན་པ་གསོ་ཐུབ་པ་དང་ད་ལྟ་ང་ཚོ་མི་ར་འཛིན་སྐྱོང་བྱས་དེ་ངན་ཚོས་ཀྱིས་ཡང་མ་འོངས་པ་མི་རབས་མི་ཚོ་གསོ་ཐུབ་ཡ་གི་འབད་བརྩོན་དེ་གནང་དགོས་གི་འདུག་དེང་དུས་ཨེ་ནི་ད་ལྟ་ཀོང་སི་བའི་ནང་ལ་ག་དར་སྙན་མ་མཐུན་རྐྱེན་ཁག་པོ་ཞུ་བྱེད་ཡོར་ཏེ་མི་ཚང་མ་ལོག་ལྷག་བསམ་རྣམ་དག་བྱེད་ཅེས་ཨེ་ནི་དུས་ཚོད་ཅིག་ཆུ་ཚོད་དགུ་པ་ནས་ལྔ་པ་ཟད་དེ་ནས་མེད་པ་བྱེད་ཅེས་ཨེ་ནི་སྤྱི་པའི་ལས་དོན་གང་ལ་ཡང་ཧུར་ཐག་པ་ཐག་གནང་གི་ཡོད་པ་དེ་གས་དེ་སྐབས་དེ་དུས་ཀྱི་གནས་སྟངས་ལ་བསྟུན་ནི་ད་ད་ལྟའི་ཀྱི་མི་རབས་གསར་པ་འཛུལ་གྱིས་ང་ཚོ་མཐུན་རྐྱེན་ཡར་རྒྱས་འགྲོ་ཡོར་རེད་ཨེ་དེ་ན་བཞིན་བྱེད་ནི་ནུས་པ་ཚད་དང་ལྡན་པ་བཏོན་ཐུབ་དགོས་ཡས་དེ་གལ་ཆེན་པོ་ཡིན་པ་དེ་ང་ཚོ་ད་ལྟ་ལས་ཐོག་འཛུགས་གོང་པ་བཞག་དགོས་ཅིག་ཨེ་དེ་ནས་ཀོང་བསྟན་འཛིན་རྣམ་རྒྱལ་ལ་ཀོང་ཁྲི་ཟུར་བསྟན་འཛིན་རྣམ་རྒྱལ་ལགས་ཀྱི་སྐོར་དེ་ད་ཀོང་ཐུག་འདོད་ཡོད་པ་ནང་བཞིན་བྱེད་ཨ་ནི་ཡང་མ་འོངས་པ་ང་ཚོ་ལེགས་བཅོས་བྱེད་དགོས་ཀི་ཀོང་ཇག་འདྲ་བོ་དེ་ད་ང་ཚོ་དངོས་སུ་ལག་བསྟར་བྱེད་ཐུ་ཡ་དེ་འདྲ་ཡོད་པ་ཡིན་ན་ཞོར་ལ་མཉམ་དུ་བཀའ་གནང་བ་ཡིན་ན།
ལོ་ནས་སུ་ད་ངའི་མདོ་སྟོད་ཆུས་ཕྱོགས་ཆེ་ད་འཇིག་ང་ཚོ་བི་གའི་ཇི་ལྟ་བུ་ལ་བཅར་བ་རེད་བ། ཨ་ནི་སྤྱི་ཐབ་ཆེན་པོ་ལས་བྱེད་ཞུ་ས་ད་མཚན་ལྡན། ཨ་ནི་ལས་བྱེད་ཉིས་བརྒྱ་རྩོམ་རྒྱུ་འདི་ན་ཞུ་ནས་ཕེ་ཅི་ཆོག་གི་མེད་འགྲོ། འདི་བྱེད་དུས་ནམ་སང་གངས་སྐྱིད་ལ་ཐོག་མར་བཅར་དུས་ཀྱི་གནས་སྟངས་དེ་ང་དྲན་བྱུང། དེ་དུས་ང་ཚོ་ལས་ཁུངས་མ་དེ་ད་འོག་དེ་ཁང་པ་གསར་པ་ཞིག་བསྐྱུར་གི་འདུག་དེ་ཡོ་རོབ་པ་ཨ་ནི་ལས་བྱེད་ལས་ཁུངས་ད་ཆེ་ཁག་དེ་དུས་ནང་སྲིད། ཆོས་དོན། ཤེས་རིག་དེ་ཚོའི་ནང་ལས་བྱེད་བཞི་ལྔ་ཙམ་ཞིག་ཡོད་མ་རེད་ད། ཅེས་ཨ་ནི་སྤྱི་ཐབ་ཞོ་རེད་སྤྱི་ཐབ་འདི་ཁོ་ག་འདི་ད་རི་འདི་དྲན་པ་རེད་སྤྱི་ཐབ་འདི་ནང་ང་ཚོ་མི་བཞི་ལྔ་ཅི་མེད་འགྲོ་ཡིན་ནས་སྤྱི་ཐབ་འདི་བརྒྱབ་སྟེ་ད་ལྟ་བཀའ་ཤག་ལས་ཁུངས་འོག་དེ་ཕེབས་འགྲོ་བཏང་ཟེར་དེ་ཁང་པ་རྙིང་པ་བྱོས་བ་རེད་ད་དེ་མང་ཆེ་དེ་དུས་ཁང་པ་དེ་འདི་ཡིན་མི་འདྲ་སེམས་ཅན་ཤ་ཟ་གང་དེ་ཁང་མིག་ཕྱེ་ཚེ་དེ་འདྲ་ཡོད་རེད་ལས་བྱེད་ཁ་ཤས་བཞུགས་ཡོད་རེད་འོ་དེ་ཁང་ཆུང་དེ་འདྲ་བྱས་སེམས་ཅན་ཤ་ཟ་བྱས

ལས་བྱེད་མང་ཆེ་དེ་དུས་སུ་བར་དུ་སྒོར་མོ་དྲུག་ཅུ་བདུན་ཅུ་ཟེར་རེད། ད་ཨིན་ཀྲུང་ཞེས་བྱས་ང་ཚོ་ཨིན་ཀྲུང་དྲན་རེད་ཕལ་ཆེར་དེ་ལས་ལྟས་ཟེར་ཡ་གྲགས་ཀ་ཡོང་བས་ཡོད་བརྒྱ་བརྒྱ་བརྒྱ་ག་གོམ་བརྒྱ་ཟེར་མེད་རོ། ད་གང་ལྟར་ང་ཚོའི་སྤྱི་ཐབ་འདི་ནང་ང་ཚོ་བྱས་ཨ་ནི་ང་ཚོ་ལས་བྱེད་ཚོ་རེས་མེད་བྱས་བྱས་རྙེད་པ་ཐོན་དགོས་བ་རེད་རྙེད་པ་ཐོན་བྱས་ད་བར་རེ་ལ་ཕལ་ཆེར་ཕྱེད་ཀ་ལྷག་སྒོར་མོ་སུམ་ཅུ་བཞི་བཅུ་ཙམ་ཙམ་ལྔ་བཅུ་ཟེར་བ་ཚོ་འགྲོ་གི་ཡོད་རེད་འདུག་ཞེས་བརྗོད་བྱས་ཨ་ནི། འདི་དྲན་ཡག་འདི་ག་རེད་ཟེར་ན་དེ་དུས་ང་ཚོ་གཞུང་ཞབས་འདྲེས་པའི་ཇུས་ད་སྐུ་མྱང་ཡིན་པ་ཞིག་བོད་ནས་ཕེབས་ཅི་བྱས་ད་ངས་མཚན་ཞུས་མུག་པ་བྱས་ཡང་མཚན་ཞུས་ང་ཡང་ཇི་མ་ཁམ་ཆུ་ཁམ་ཆུ་རྒྱུ་ངས་དེ་འདྲས་ཡོང་སྲིད་པ་གང་ད་གཞུང་ཞབས་འདྲེས་པ་འདི་ཡང་བསྟན་ཤིང་ཚ་བ་ཞིག་ཡར་ད་བསྟན་ཤིང་ལ་སོང་ཙང་ངས་དེ་གཅིག་ཞུ།

ད་ཡིན་ནའི། ཐོན་སྐྱེད་ཡག་རུ་ཕྱིན་པ་དང་ང་ཚོ་སྒྲིག་འཛུགས་ཆ་ནས་ད་ག་ཚད་གནས་ཚད་མཐོ་པོ་ཡོད་དེ་ངས་ཞུས་མོ་འགོག་བྱས། ཞུས་ཞུས་མོ་འགོག་ཐོག་ལ་ད་གྲུབ་འབྲས་ཐོན་ནི། དཔེར་ན་ད་རེས་ཡིན་ན་ང་ཚོ་དེ་བརྟན་བཞུགས་བྱ་བའི་སྐབས་དེ་ད་ངས་མང་པོ་བྱས་ཚོར་བར་བ། ཨ་ནི་གཞུང་ཞབས་བགྲེས་པོ་དག་ཚང་མ་འདི་ན་ལྟ་དུས། མ་སུ་རི་ནི་ཐོག་མར་ཀུན་འདུས་ཆོས་རྣམ་པའི་སྐབས་ཀྱི་ད་གཞུང་ཞབས་ཡིན་ནས་ཏེ་ལས་བྱེད་ཡིན་ནས་ཏེ་བླ་བྲག་སུ་དོ་ཞེས་བྱ་དེ་རིགས་ལྟ་དུས། མི་གཉིས་གསུམ་གཅིག་ལ་མི་འདུག་ད་སྐུ་ངལ་བ་མ་སུ་རི་ལ་ཡོད་ར་བ། དེ་ནས་སྐུ་གསུང་ན་ལ་མ་སུ་རི་ལ་ཡོད་པ་ཤུལ་སྐུ་གསུང་ན་ངལ་གཅིག་འདུག་ཤེས་མོ་དོ་ཧ་ལམ་ངལ་བ་མ་སུ་རི་མའི་ལས་བྱེད་ད་བོད་ནས་ཕེབས་པ་ད་འབྲས་བུ་དོ་ད་རྫོགས་ལ་ཞུགས་ཞེས་བྱ་བ། ད་འདིའི་སྐབས་དེ་ལ་ང་ཨང་ཀ་ཚོད་རེད། དེའི་ཕྱི་ཀ་ཚོད་རེད། ང་ཚོ་དཔལ་འབྱོར་ལས་ཁུངས་ཀྱི་དེའི་ཕྱི་ཀ་ཚོད་རེད། སྤྱིར་བཏབ་དེ་དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་རེད་དཔལ་འབྱོར་ལས་ཁུངས་དང་འདི་སྐྱོང་གནང་དགོས་བ་རེད་ད་ང་ནར་མཁྱེན་གྱིས་སྤྱིར་བཏབ་ཟུར་དེ་ལ་ཨ་ནི་དེའི་ཕྱི་བ་རེད་ཀ་ཚོད་རེད། ཚོང་ཁང་ཆེ་གནང་དགོས་བ་རེད་ཨ་ནི་གོང་བྲེ་ཚང་ལ། གོང་གོང་ཚང་ལ་ད་ཅི་ནས་གོང་ཚང་ལ་ཕེབས་ནས་ཟླ་བ་གཅིག་རིང་ལ་ཨ་འདིའི་ཆགས་སྡང་ངར་ཅིག་གླེང་དགོས་རེད་ཅེས་ཆགས་སྡང་གླེང་བིན། གླེང་དོན་གང་ལ་རྟ་འདྲེའི་གྲུ་ཞོ་ལ་སོགས་པའི་བརྡ་མང་པོ་ཞུ་ཞུ་ཙག་ཅིག་རེད་བུ་ག་ལ་གང་འདམ་ཅིག་ཡོད་རེད། ཞི་བ་ཅིག་ཆོམ་བ་ཆོམ་པོ་གས་མ་རེད། ད་སོ་སོ་རང་ཉིད་ལ་ལས་ཆ་གསར་བ་རེ་ཉམས་ཉུང་གས་གས་ཡོད་མ་རེད། དེའི་འདོད་གང་ལ་བྱས་ལ་ཀོང་བྲེ་ཚང་ལ་ཟླ་བ་གཅིག་གི་ཆོད་ལ་ཐུག། དགུང་གསུམ་མཚོ་ཁོག་ནས་ཨན་ཧྥ་རྩིས་སྤྲད་དགོས་རེད་ཟེར་རྩིས་སྤྲད་ཅིང་རྩིས་སྤྲད་དུས་གང་ལ་རྩིས་སྤྲད་དགོང་མོ་བཞི་བརྒྱ་ལྔ་བཅུ་ལྔ་གྲངས་རྩིས་རྒྱུ་ཤོག་སུ་རྩིས་རྒྱུ་དོན་བཞག་ད་རྩིས་རྒྱུ་དོན་དུས་གང་ལ་ངའི་ཕོག་བ་འདི་སྐབས་དེ་དུས་གང་ལ་བརྒྱ་དང་བདུན་ཅུ་དོན་དྲུག་རེད་ད་བརྒྱ་དང་བདུན་ཅུ་དོན་དྲུག་ནས་གོང་མོ་བརྒྱ་སྤྱི་ལྟར་ལ་ཕུལ་དགོས་ཀྱི་ཡོག་རེད་ཨང་གོང་མོ་བདུན་ཅུ་དོན་དྲུག་ནས་གོང་མོ་གུས་བསོད་ཀྱི་ཁང་ལ་སྤྲད་དགོས་ཀྱི་རེད་ཁང་ལ་ང་ཚོ་ག་ཚོད་རེད་ཁང་པ་ལ

ཏང་གོང་འོག་གི་ཏང་རྣམ་པ་གཉིས་ཀྱིས་ད་ཀྱང་ཨ་ནི་འདི་འགྲོ་དགོས་རེད། ག་འདྲས་འགྲོ་དགོས་རེད་ཞུས་ཡོད་མེད་ད་ང་ཡང་དག་ཡོང་དགོས་ནི་གལ་གལ་མེད། ཇུས་འདོན་གང་ནང་ཀྱང་ཟླ་བ་ཟླ་བ་ནས་ང་མ་བྱས་དགོས་རེད་ཡིན་འདི་ཡིན་ད་ག་ནས་གནང་རོགས་གནང། འོ་འདི་འདྲ་བྱས་ན་ཅིག་ཅིག་དོན་དོན་གང་ལ་ཅིག་ཅིག་དོན་སོང་སྟེ་སྐབས་དུས་དུས་གང་ལ་ཁྱེད་ཚ། ཅིག་སེམས་ནང་ལ་ཅིག། ཅིག་ག་ཚོད་ན་ཕངས་སྣང་དང། དེ་འདྲ་གལ་གལ་ཚོར་བ་རུ་གལ་གལ་མ་བྱུང་ཟླ་བ་ལྔ་དྲུག་ཅིག་བྱས་ལ། འོ་དེ་དེ་ཁྱེད་ཚ་ཏང་འདྲ་འདྲ་འདུག་ཚུལ་ཅིག་ག་ཚོད་འདི་བྱས་པས།

སྐྱིད་ལོ་བཅོ་ལྔ་ཉིན་གྱེས་ཀྱི་ཡོད་ན་ཁྱེད་རང་ཨ་ནི་ཀུ་རི་ལ་ཆོག་གི་རེད་གངས་རི་ལ་ཆོག་གི་རེད། སྐྱིད་ལོ་བཅོ་ལྔ་ནང་ཚུད་ཡིན་ན་ཨ་ནི་རྒྱབ་ལ་ཁྱེད་ཡོང་གི་རེད། དེ་གསུངས་པ་རེད། ད་ཡི་དེ་ཉིན་བཅར་བ་རང་བྱས་ནས་ཕྱིན་པ་རེད་འདིར་བྱེད་བདེ་གི་ཡོད། ད་བཀག་པ་ལ་བཀའ་ཤག་གི་ཧོ་པོ་དང་བཀའ་ཤག་དང་ལྷན་ཁང་ཁག་དེ་འདྲ་གིས་ཨ་ནི་དེ་གནང་གི་རེད་ག་ཚོད་རེད། སྐུ་མགྲོན་དེ་འདྲར་གསོལ་ཚིགས་དེ་འདྲ་བྱེད་དུས་ཨ་ལམ་སང་སྐད་རྒྱག་གི་རེད་ཨ་ཡེ་ངའང་འཕེལ་རྒྱས་བཙོང་མི་འདུག་གོ་སྐབས་མི་འདུག་ཅིག་ཉོ་ཁ་ཅུག་བྱེད་ཀྱི་རེད་ལམ་སང་བྱེད་དགོས་འགྲོ་གི་རེད་ཅུག་བྱས་ན་ཨ་ནི་གང་ལྕམ་མ་ནི་མ་གང་ཡོད་པ་དེ་རྒྱ་བོད་ལ་ཁྱེར་ཡོང་དགོས་རེད་དེ་ང་ཅུག་མ་རེད་དེའི་སྔོན་ལ་ཐོག་མ་སྐུ་ངོ་ཆེན་ཁྲ་འབྲས་བཟང་ལགས་ཀྱིས་དག་ར་གནང་ཡོད་རེད་བྱས་དང་འདི་བྱས་ནས་ཨ་ནི།

འོ་དེ་འདྲའི་གནས་སྟངས་འདྲ་ཅིག་ད་ལྟའི་གོམས་གཤིས་ཡང་བཟོ་རུབ་ཀྱི་གོམས་གཤིས་ཡང་མ་རེད་ཀྱི་དངོས་ཡོད་གནས་སྟངས་དེ་འདྲ་ཅིག་ང་འཕྲད་མྱོང། ཡིན་ནའང་སེམས་ནང་ལ། ཅིག་སྐབས་དེ་དུས་གང་ལ་དངོས་གནས་དྲང་གནས་ཀྱི་ཚོད་ཚོད་ཅིག་སེམས་ནང་ལ་ཅིག། གཞན་དག་གི་བསམ་བློ་ཤོར་ནས་མེད་པ་ཅིག་སེམས་ཆུང་དང་ལྷག་བསམ་འགྲོ་ཅིག་ཤུགས་ཆེན་པོ་རེ་ཞུ་ས་རེད། དེ་འདྲའི་རྐྱེན་བྱས་ནས་ཅིག་འདི་ལ་ཅིག། སེམས་པ་ཕམ་སྣང་བཟོ་རུབ་དང་ད་ལྟ་གར་ཆགས་པ་ན་དཀོན་མཆོག་ཚང་ལས་ཀ་དེ་གཡུག་མ་རེད་བསམ་པའི་དེ་འདྲའི་བསམ་བློའི་ནང་གོ་དོན་འཁོར་མ་མྱོང།

ས་དེ་ག། ལ་ང་ག་ལ་ཡ། ཡ། མ། དིམ་འདུག་ང་འདུག་ང་འདུག་ང། དེ་འདྲས་བྱས་གཅིག་དེ་སེམས་གུས་རེད་ཤག། བྱས་ད་ང་གཉིས་ཉལ་དེ་གཉིས་འདུག་བརྒྱབ་ཡིན་ན། ཚུར་ཁ་བརྡས་བྱས་བསྡད་ཐུག་མི་འདུག་ཁང་པའི་ནང་ལ་པད་མོ་ཐུག་བྱས་ཨེ་གཅིག་ཕ་ས་བྱས་གཅིག་སུར་བསྡད་ཨེ་ནི་གས་བཤད་རེད་ཤག། བྱས་བྱས་ནས་དགོན་བདག་འདུག་བྱས་ཉལ་བསྡད་སྐབས་དེར་སང་ཉིན་བས་འདུག་བྱས་བྱས། རྩ་དག་མ་གློད་བྱས་བྱས་ཡང་ཡང་དམ་དུ་གདན་འཁེལ་གྱི་མི་འདུག་བྱས་འདི་འདྲས་ཀྱི་གནས་སྟངས་ཅིག་རེད་ཤག་བྱས་འདི་གནས་སྟངས་འདི་རེད་ཅིག་སྐབས་དེ་ལ་ང་ཚོ་དེའི་འབྱོར་བྱས་བྱས་སྟེ་ཨེ་ནི་ད་ལས་ཀ་འགོ་བཙུགས་པ་རེད་ལས་ཀ་འགོ་བཙུགས་པའི་སྐབས་དེར་ད་ད་རིང་ཁ་སང་དངོས་གནས་འདི་འདྲས་ཆགས་བསྡད་པ་རེད་ད་ལྟ་དགོན་སྡེ་རྣམས་རྒྱ་ལ་བཀའ་གནང་སོང་དངོས་གནས་དུ་ནས་བོད་པའི་གནས་ཚུལ་ད་ལྟ་བར་དུས། རང་དབང་ཅན་རྒྱལ་ཁབ་དེ་འདྲས་ཀྱི་བྱེད་མ་ཐུབ་ཅིག་ང་ཚོས་བྱུང་ཡོད་རེད། གནས་སྟངས་དེ་འདྲས་ཆགས་ཡོད་རེད། ཨ་ནི་དེའི་ང་ཚོའི་སྔའི་རྩིས་རྒྱབ་ཡིན་ན་མ་སུ་རི་དེ་པ་དེ་ལས་ཕལ་ཆེར་ཏན་ཏན་ཞན་པ་ཡོད་ཀྱི་རེད་བསམ་འདུག་རེད་པ། བྱས་དེ་འདྲས་ཀྱི་དངོས་གནས་དྲ་གནས་ཀྱི་སྐུ་ངལ་སྐྱོན་ཅན་ད་འདི་སྐད་བྱུང་བ་རེད། བྱ། འདི་སྐད་དེ་སུའི་བཀའ་དྲིན་རེད་པས། གར་བྱས་ཆུང་མོས་འདི་ང་ཚོ་རྒྱབ་ལོག་ལིན་ཅི་མིན་ཅི་ཟིག་ཡིན་ན་ཐུགས་གལ་ཆེན་པོ་རེད་བསམ་འདུག་ང་ཚོའི་རྒྱ་བ་རོམ་ཆེའི་བཀའ་དྲིན་རེད་རྒྱ་བ་རོམ་ཆེའི་བཀའ་དྲིན་རེད་ཟེར་སྐབས་དེ་ལ་ང་ཚོའི་རྒྱ་བ་རོམ་ཆེའི་བཀའ་དྲིན་ང་ཚོ་འདི་ག་ཚོ་ཡོང་དགོས་ཨ་དེ་སུའི་བཀའ་དྲིན་ཡིན་མིན་དེ་ཨ་ནི་གཞི་ནས་ཧ་གོ་རེད་བསམ་འདུག་ང་རང་ཚོར་འཇོན་པ་གཅེར་བུ་རེད་པས། འདི་དངོས་གནས་དྲ་གནས་རྒྱ་བ་རོམ་ཆེའི་སྐུ་ངལ། སྐྱོན། རྒྱལ་བ་རིན་པོ་ཆེ་གིས་འཛམ་བུ་གླིང་ཕྱོགས་བཞི་མཚམས་བརྒྱད་ལ་ཨན། སྐུ་ངལ་ཁྱད་བསད་གནང་བྱས་ནས་འདི་དང། ཨན་དག་ནང་བཞིན་གྱི་བུད་བལ་གྱི་གནས་ཚུལ་གྱི་བདེན་པ་བདེན་པའི་བདེན་རྒྱབ། བོད་མི་དམངས་ཀྱི་སེམས་ཤུགས། སྡེ་བརྒྱད་དེའི་རྒྱབ་བརྟེན་བརྟེན་བྱས་ན་ང་འདི་གས་བྱུང་ཡོད་རེད་ཆ་སྡེ་བརྒྱད་དེ་ང་ཚོའི་ཡིན་གཅིག་མིན་གཅིག་གི། ཐུགས་འབྲེལ་གསོལ་གནང་དགོས་ཡ་དང། ང་ཚོའི་ལས་བྱེད་ཚོ་རྟག་པར་བསུང་བསུང་དགོས་རེད་ད་ག་ཟེ་རྒྱལ་བ་རིན་པོ་ཆེའི།

འགོ་བཙུགས་བྱས་རྗེས་དེ་ནས་མོན་གྷོ་ལ་འདུག་འོང་རྗེས་དུས་དུས་ཀུན་བསྟན་པ་ལ་ལྷོ་སྤྱིར་ལྷོ་སྤྱི་གནང་བ་རེད། དེ་ནས་རྒྱལ་རོང་རྗེ་དམ་པ་དེ་ཅཱ་ལི་རོ་སུ་ཕེབས་ཀྱི་ཡོད་རེད། སྐུ་མདུན་དེ་དུས་དར་ས་ལ་ཡོད་མ་རེད་ཁོ་རང་མཇལ་ཁ་དེ་མ་གིས་མོན་གྷོ་ལ་གནང་གི་རེད། དེ་ལྟར་ཁོ་རང་ཚོ་ལས་ང་ཚོའི་གིས་བོད་པའི་གནས་ཚུལ་དེ་ཡག་པོ་ཅན་སྟོན་ཡག་དོན་དུ་ལ་ཨིན་དེ་པར་གྱི་འགྲེམས་སྟོན་ཡག་པོ་བྱེད་དགོས་རེད་བཀའ་གནང་སོང། དེ་གནང་དོན་ལྟ་བུར་དེ་དུས་ང་ཚོ་ཕྱི་དྲིལ་ལས་ཁུངས་ཀྱི་པར་དང་འགྲེམས་སྟོན་བྱས་ལས་འགན་དེ་ཆོས་དབྱངས་ཆོས་དབྱངས་རེད་འདུག་ས་ཁྱེད་འདྲ་འདྲ་ཡོད་པ་བྱས་རྗེས་ང་ཚོ་གི་ཅིག་པར་སྒྲོམ་འདི་གར་ཟེར་བ་ཡིན་ཧ་ཡང་ཟེར་བ་དེ་ཇོ་ཁོ་དཔེ་ཆེན་པོ་རེད་དེ་འདྲའི་གམ་ལྕོག་གསུམ་ཤིང་གམ་ལྕོག་གསུམ་ཅིག་དེ་ནས་མ་ཁེ་འགྲོ་ཡ་བྱས་པ་རེད་ད་ཕྱིན་ཆད་ད་སྲིད་ཚགས་བྱེད་དགོས་སྐོར་བ་དེ་དུས་ཕྱི་དྲིལ་ང་ཚོ་ག་ཟེར་ན་ཨ་རིའི་རོགས་རམ་ད་དེ་གས་ཡོད་མ་རེད་སོ་སོ་སོ་བཏང་དགོས་སྐོར་བ་ད་སྲིད་ཚགས་བྱེད་དགོས་དུས་ཙམ་པ་ལ་ང་ཚོ་ལྡི་ལི་ནས་ཨེ་ནི་བེང་ལོར་བ་ཚོ་ཤིང་སྐམ་ལྕོག་གསུམ་འཇིགས་བ་ཆེན་པོ་ལྕོག་གསུམ་ཁྱི་གུ་བར་ད་ཏི་ཏུ། བྲག་ལ་ལྕགས་ར་ཏི་ཏི་ཀ་རི་ལི་ཅི་ཏུ། རི་ལི་ན་ལ་མི་ག་ཚོད་མང་ཡེ་ནས་ཁོའི་ཏི་ཀ་ཏི་ཁྱི་ནི་ཕ་གི། དོ་པོ་སྐྱེ་ས་དེ་ཆེན་པོ་ཡེ་ན་ཁོ་དགོང་ཆུང་བ་བྱེད་ཀྱི་འདུག་ཨ། དེ་ལྟ་སྐམ་ཤིང་སྐམ་ལྕོག་གསུམ་གྱི་ཁྱི། ང་ཚོ་ལས་བྱེད་དང་དུམ་པའི་ཡང་ཏི་མ་གི་མ་བེང་ལོག་འགྲོ་གིན་དེ་འདྲའི་མིའི་ཚད་བཅས་མི་ཕལ་ཆེར་བཅུ་བཅོ་ལྔ་ཅིག་ཏི་ཀ་ཏི་སླེབས། ང་ཚོ་བེང་ལོག་སླེ་དེར་བ་ད་འདི་སྲིད་ཚགས་ང་ཚོའི་སྲིད་ཚགས་ཀྱི་ཐབས་ཤེས་བྱེད། སྦེང་ལོར་སླེབས་དུས་ཙམ་པོ་ལ། ང་ཚོ་གཞུང་གི་ལས་བྱེད་དེ་ཚོ་མཉམ་དུ་ཡོད་རེད་པ། ནམ་རྒྱུན་ང་ཚོ་མཉམ་དུ་ཡོད་ཀྱིན་རི་ལི་སྤྲད་ཀྱིན་ཡོད་ཀྱིན་ཁོ་ཚོ་ཐོན་ཕྱིན། ཐོན་ཕྱིན་དུས་ཙམ་པོ་ལ་རི་ལི་གི་སྒར་སོ་ཅག་ཇི་ཡིན་དེ་བལྟས་དུས་ཙམ་པོ་ལ་ང་ཚོ་མི་ཚང་གོ་མི་གདའ། མི་ཕར་ཚང་དུས་སྒམ་བཅོ་གསུམ་ལི་ཡ་ཨེ་ནེ་གཅིག་སྒར་སོ་རེད་དགོང་ཧ་ལས་པ་ཆེན་པོ་བརྒྱབ། སྒོར་མོ་སྟོང་ཕྲག་བདུན་རེ་གཅིག་ཐོན་པ་གི་ཞོ་ལབ་ཅིག། ཚན་ཚིག་ཁ་པ་གིས་བཀག་ནས།

ངས་ཞོ་ཡ་འདིའི་སྣེ་རྩེ་ཆུང་ཆུང་ག་ནས་གོམ་པ་ཆུང་ཆུང་བརྒྱབ་ནས་དང་པོ་སྤོས་དུད་ལས་བྱེད་གཙོ་ཕེབས། ཨེ་ནི་དེ་ནས་ག་ལེ་ག་ལེ་བྱས་ཨེ་ནི་དེ་ནས་ང་ཚོང་པའི་ཁྱིང་རི་བ་བྱས་ལ་ཨེ་ནི་ཨ་རིའི་གི་གྲོས་ཚོགས་འོག་མའི་གི་ཨེ་ནི་ཚོགས་གཙོ་ནན་སི་པི་ལོ་སི་ཐེངས་གཉིས་གཉིས་སྤྱི་རྒྱུ་གནང་ཐུབ་ར་དེ་འདྲའི་ཐོག་ནས་ཨེ་ནི་ཨ་རི་ནར་གྲོས་གྲོས་ཆོད་མང་པོ་བཞག་ཡ་ལ་སོགས་པ་དེ་འདྲའི་གི་ད་ག་འཇས་རིམ་པས་རིམ་པས་གི།

ད་ད་ལྟ་དེ། ངའི་གི་ད་ལྟ་དེའི་བསམ་བློ་དང་དེ་དེ་ཡིན་ག་ས་བོད་མི་ཨ། ག་ཚོད་བོད་མི་སྒྲིག་འཛུགས་དེ། ངས་ག་དུས་ཡིན་ནས་ཁྱིམ་ཚང་ཆེན་པོ་གཅིག་ལས་ངོས་འཛིན་བྱས་ཡོད། ཁྱིམ་ཚང་ཆེན་པོ་གཅིག་མི་ཡིན་པ་ཅིག་ལས། བྱས་ཚོད་ད་ང་ཅིག་ང་ཚོའི་སོབ་ལྟ་ཅིག་དེ་ནས་བར་རྒན་ཡོལ་ཕྱིན་ཡིན་པ་ནི། རྡ་རམ་ས་ཚུར་བཅར་བའི་སྐར་ལས་གཅིག་ལས་ཅིག་ཆར་ལས་སྣང་ཞུ་བ་དེ་དེ་བྱས་པའི་སྐར་ལས་སེམས་སྣང་ལས་སྤྲོ་སྣང་ཞིག་ཡོང་བསྡད་འདུག་ང་ཚོའི་འཐབ་རྩོད་དེ་མི་རབས་མི་རབས་འཐབ་རྩོད་རེད་བ། དཔེར་ན་ཆར་ལས་སྣང་བའི་ཚུལ་ལ་བལྟས་བསྡད་པས་ན། ད་དྲུང་ཆེ་ཁ་ཤས་ཅིག་ངའི་ཞལ་ཚོགས་ཐུབ་དོ། ཆར་ལས་སྣང་ཚུལ་ཚང་མ་གསར་བ་རེད་བཞག། ད་ངས་གིན་བརྟག་པ་བཟང་པོ་ཡོད།

དེ་ལྟའི་འོག་ནས་ད་ལྟ་ངས་ཐག་རིང་པོ་ཐག་རིང་པོ་བྱས་ཏེ་དུས་བལྟས་བལྟས་པའི་སྐབས་ནས་དངོས་གནས་འཆར་གཞི་མང་པོ་ཞིག་དངུལ་རག་བསྡད་འདུག་ད་དངུལ་རག་པ་ཁོ་བེད་སྤྱོད་བཏང་ད་ཡར་རྒྱས་འགྲོ་བསྡད་ཡོད་པ། སྐབས་དེ་དུས་ཙམ་ནས་ང་ཚོས་བལ་སྐྱོར་བུ་ཡིན་ཁེལ་མེད་ད་གཅིག་བྱས་ཟེར་དུས་ཙམ་ནས། ཅིག། ང་ཡང་སེམས་ནང་ལ་དེ་བདེ་བོ་ཞིག་མི་འདུག་ད་ལྟ་ནང་ཤར་བུ་དེ་སྐྱེས་དེ་ཁོ་གྲུབ་འབྲས་རང་རེད་མི་འདུག་ཆགས་ཡོད་བུ་དེ་སྐྱེས་འདུག། ད་དེ་ནས་ཕྱག་ལས་གནང་ངེས་ཡིན་པས་ནི་རེ་བ་ང་རེ་བསམ་ཚུལ་བྱས་པས་ན་ད་ང་ཚོས་གཅིག་བྱས་ང་ཚོའི་སྐབས་ལས་ཚགས་ཚུད་ཆ་ཚང་དུ་ཡོང་ནས་བྱུང་ཁོངས་ཡོག་མར་བས་ང་ལས་ད་ང་བས་ད་དུ་ལས་གཅིག་བྱས་དེ་ནས་ཨ་ནི་དྲུང་གཅིག་བྱས་ཨ་ནི་ད་བཀའ་བློན་ད་ལོ་བཅུ་བདུན་བཅོ་བརྒྱད་ཅིང་ཟེར་བ། དེའི་རིང་དབྱར་ནོར་འཁྲུལ་ཕྱིན་པ་འཐུས་ཤོར་ཕྱིན་པ་དཔེར་ན་ང་དྲ་གར་སྐྱོར་སོང་ཡོད་ན་མང་མཐའ་ཅི་ཡང་རེད། ཐེངས་འདིར་སྐབས་དེ་དུས་ཙམ་ལས་གནས་ཚུལ་ཆ་ཚང་ཤེས་མ་ཐུབ་ཅེས་པ་འདུག་དེ་དུས་ང་ཚོས་ཞིབ་འཇོན་བསྡད་ཡོད་ཨ། དེ་མཁན་ག་དུས་ནས་བསམ་མོད། ད་ལུས་སྟེ་དེ་ཙམ་དཔེར་ན་ལས་སྒོ་ཁ་ཆ་ལེ་ནང་ནས་དཔེར་ན་ད་ལས་སྒོ་ཀ་ལོ་ལས་སྒོ་དུས་འབྱོར་པ། རེད་འདུག་ལོ་ཟླ་རེ་བསྐལ་བཞག་གི་བའི་སྔོན་རྩིས་ཕུལ་གནང་དགོས་རེད་ཨ་དེ་ནས་ཤིག་ཕྱག་ལས་གནང་ཞུ་དུས་ཚོད་ནས་བྱེད་དུ་ཉེས་པ་འདས་རྗེས་སུ་ངས་དེ་དེ་བསམ་དགོས་རྟག་པ་བཤད་དུས་ང་ཚོ་བོད་གཞུང་རྣམ་པ་ཚོས་ད་ཡིན་གྱི་བསམ་དུ་དཔེར་ན་ང་ཚོའི་ཤོག་བཞི་མི་ནི་བོད་གཞུང་དགུ་བརྒྱ་གང་ལས་ཕྱི་མི་ནི་ང་གཅིག་ཐོབ་ཐང་ཞིག་རེད་ང་ཁེ་ཕན་ཞིག་རེད་རང་རྩལ་ཞིག་མེད།